བརྙན་ཐུང་འདིའི་གསན་གཟིགས་གནང་མཁན་ཚང་མ་ལ་རྡོ་རྗེ་གླིང་ནས་སྔ་དྲོ་བདེ་ལེགས་ཞུ་གི་ཡོད་ད་དེ་རིང་ལས་ཚན་ལྔ་པ་ལྔ་པ་ཡིན་གྱི་རེད་ད། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ལ in nineteen sixties། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ལ་རྡོར་གླིང་དབུས་གཞུང་སློབ་གྲྭའི་གནས་ཚུལ་གྱི་སྐོར་ལ། ད་དེ་རིང་འདི་ལེ་ཚན་ལྔ་པ་ཡིན་པ་ཡོད། ཨ་ནི་འདིའི་ནང་ལ་དགེ་རྒན་ཟུར་པ་རྡོ་རྗེ་གླིང་གི་དགེ་རྒན་ཟུར་པ་རྒན་ནོར་བུ་ཆོས་འཕེལ་ལགས་ཀྱིས། ལྗགས་རྩོམ་གནང་བའི་རྩོམ་ཡིག་ཅིག་ཀློག་བཞིན་པ་ཡིན། ཀློག་བཞིན་པ་ཡིན། ད་འདི་ནས་རྩྭ་ས་མགོ་ཁྲིད་སློབ་གྲྭ་ལ་ཕེབས་མཁན་ཚོས་སློབ་ཕྲུག་ཚོས་འདི་ནས་འཆང་གནང་པ་ཡིན་ན། ངས་བརྡའི་ཚིག་རེ་རེ་གཉིས་རེ་འགྲེལ་བཤད་རྒྱབ་ཀྱི་ཡོད། འདི་ཡང་ག་ལེར་ག་ལེར། ཧ་གོ་ཡ་ལས་སླ་པོ། ཨ་ནི་མ་འོངས་པ་ལ་ཡི་གེ་ཀློག་གོ་བྱུང་བ་ཡིན་ན། ཨ་ནི་ལས་སླ་པོ་ཡོང་ཡག་གི་ཆེད་དུ། ངས་དྲ་རྒྱ་འདིའི་ཐོག་ནས་བོད་ཡིག་དང་བོད་སྐད་བསླབ་ཀྱི་ཡོད། ཨ་ནི་ད་བོད་མི་ཚང་མས་བོད་མིའི་ནང་ལ་བོད་སྐད་མཁྱེན་པ་ཡང་ཡོད་རེད་མ་མཁྱེན་པ་ཡང་ཡོད་རེད། ཡང། ཕ་མ་ཚོ་བོད་སྐད་མཁྱེན་གྱི་ཡོད་པ་གང་ཞིག་ལ། ཕྲུ་གུ་ཚོ་བོད་སྐད་མ་མཁྱེན་མཁན་ཡང་ཡོད་རེད། ཨ་ནི། ག་རེ་ཞུ་དགོས་རེད། བོད་སྐད་ཟེར་ཡ་འདི། ང་རང་ཚོའི་རིག་གཞུང་གི་སྲོག་རྩ། Soul of our Tradition། སྲོག་རྩ་རེད། འདི་མེད་ན་ཨ་ནི་ང་བོད་པ་ཡིན་ཟེར་ཡག་གི། མཚན་ཉིད་གང་ཡང་ཚང་གི་ཡོད་མ་རེད། ད་ངས་དེ་ལས་སླ་པོ་ཞིབ་པོ་བྱས་ནས་ག་ལེར་ག་ལེར་ལབ་གི་ཡོད། ཁྱེད་རྣམ་པ་ཚོས་དུས་ཚོད་སྟོན་བྱས། ཨ་ནི་སྤུ་གུ་ཚོ་ལ་འདི་ལྟ་བྱུ་རོགས་གནང། དང་པོ་ཀློག་ཐུབ་པ་དགོས་རེད་ཀློག་ཐུབ་པའི་ཆེད་ལ། ཚིག་རེ་རེ་ངེས་རེག་གི་དོན་དག་མཁྱེན་དགོས་ཀྱི་ཡོད་རེད། ད། ང་ཚོ་ཆུང་ཆུང་ཡིན་པའི་སྐབས་ལ་བློ་འཛིན་བྱས་བྱས། དོན་དག་གང་ཡང་ཧ་གོ་གི་ཡོད་མ་རེད་ཡིན་ན་ཡང་ཡིག་ཚད་སྐབས་ལ་ལན་བརྒྱབ་ཐུབ་ཙམ། དེ་འདྲའི་ཅིག་བྱས་བྱས་ང་ཚོ་ཡོང་བ་རེད། ཨ་ནི་ད་ལྟའི་ཆ་ལ་ད། སློབ་སྦྱོང་བྱེད་མཁན་ཡིན་ན་མཐུན་རྐྱེན་བཟང་པོ་ཞེ་དྲག་རེད་བ། རྒྱང་སྲང་ཚིག་མཛོད་དེབ་ཡོད་རེད། ཨ་ནི་དྲ་རྒྱའི་ཐོག་ནས་བོད་སྐད་སྦྱང་ཐུབ་ཀྱི་རེད། བསླབ་སྟངས་ཡང་འགྱུར་བ་ཞེ་དྲག་ཕྱིན་ཡོད་རེད། སྔོན་མ་ཡིན་ན་ང་ཚོའི་སྐབས་ལ་དགེ་རྒན་ཚོས་བསླབ་སྟངས་གཅིག་མ་གཏོགས་མཁྱེན་གྱི་ཡོད་མ་རེད། འདི་ག་རེད། དུང་ཡ། ནོར་ན་དུང་ཡ། ལབ་མ་ཐུབ་ན་དུང་ཡ། དུང་ཡ་མ་གཏོགས་བསླབ་སྟངས་གཞན་དག་མཁྱེན་གྱི་ཡོད་མ་རེད། ཡིན་ན་ཡང་ད་ལྟ་དགེ་བསྣུབས་བུ་ཆོས་འཕེལ་ལགས་དང། དགེ་ཡེ་ཤེས་དར་རྒྱས་ལགས་བྱས། ཨ་ནེ། གྱེས་དུང་དཀར་ལགས་ཁོ་ཚོའི་སྐབས་ལ་ཡང། བསླབ་སྟངས་དཔེ་མི་སྲིད་མཁས་པོ། བསླབ་སྟངས་དཔེ་མི་སྲིད་མཁས་པོ། དེ་འདྲའི་སྟངས་ང་ཚོ། སྐལ་པ་བཟང་པོ། Golden Era། ཞུ་དགོས་རུ་བ་དེ་འདྲའི་ཅིག་གི་སྐབས་ལ། ང་ཚོ། རྡོར་གླིང་དབུས་གཞུང་སློབ་གྲྭ་ལ་སློབ་སྦྱོང་བྱེད་ཡ་གོ་སྐབས་བྱུང།

རྩ་བའི་སྐབས་དེའི་སློབ་དགེ་རྣམས་སློབ་དགེ་རྣམས་ཟེར་ན་སློབ་གྲྭའི་དགེ་རྒན་ཚོ། སྤུན་མཆེད་ཟེར་ན་སྤུན་རྒྱགས། སློབ་གྲྭའི་དགེ་རྒན་ཚོ་སྤུན་རྒྱགས། བཞིན་ཟེར་ན་ནང་བཞིན། སྤིན་རྒྱག་ནང་བཞིན་དགེ་རྒན་ཚོ། སྤིན་རྒྱག་ནང་བཞིན། སེམས་པ། གྲུ་ནང་གི་མི་ཟེར་བ། ཆུ་དྲུག་གི་ནང་ལ་ཡོད་པའི་མི། ཨ་ནི། སྡུག་པོ་བྱུང་ན་སྡུག་མཉམ། སྐྱིད་པོ་བྱུང་ན་སྐྱིད་མཉམ་ཟེར་ན་ང་རང་ཚོས། ནམ་ཞག་རྒྱུན་དུ་ནས་ལབ་བསྡད་ཡག་གི། གཅིག། ཚང་མ་གཅིག་ཡིན་པ་ནང་བཞིན།

དམ་ཚིག་གཙང་མ་ད་ལྟའི་བོད་ཡིག་ཚང་པའི་སྐབས་ལ་ཚིག་བསྡུས་མང་པོ་ཞེ་དྲག་ཡོད་རེད་ད་ཚིག་བསྡུས་ཟེར་ན་དཔེར་ན། ཚེ་རིང་རྡོ་རྗེ་ཡིན་ན་ཚེ་རྡོར་ཟེར་ནས་ཚིག་བསྡུས་དེ་འདྲ་བཟོ་གི་འདུག་བ་དེ་འདྲའི་ཡིག་སྐད་ནང་ལ་མང་པོ་ཞེ་དྲག་ཡོད་རེད། དམ་ཚིག་གཙང་མ། འཆམ་པོ་དང་མཐུན་པོ། Harmonious། འཆམ་པོ་དང་མཐུན་པོ་འདི་གཉིས་དོན་གཅིག་མིང་གི་རྣམ་གྲངས། ཁར་ས། འཆམ་མཐུན་ཐོག་སློབ་ཕྲུག་རྣམས་ནས་ད་སློབ་ཕྲུག་རྣམས་ཟེར་ན་སློབ་ཕྲུག་ཚོ་རེད། ཧ་རུ། ཤི་ཤ་ཧ་རུ། ན་ས་ནས་འདི་བྱེ་བྲག་རེད་སློབ་ཕྲུག་ཚོས། ཤི་ཤ་ཧ་རུ་ལས། Technically བདེ་སྐྱིད་རེད་ཡིན་ན་ཡང། ནེ་པ་ལི་ལ་དེ་འདྲའི་ལབ་སྲོལ་མེད་ཙང། སློབ། ཤི་ཤ་ཧ་རུ་ལས། ཀྱང་པ་ནི། ཀྱང། སློབ་ཕྲུག་ཚོས་ཀྱང་པ་ནི།

བྷ་ར་ཏཱ་ཁྲ་ན་ཁྲེན། ད་བོད་སྐད་ལ། བོད་སྐད་གཅིག་པོ་མ་རེད་སྐད་ཚང་མ་ལ་དོན་གཅིག་མིང་གི་རྣམ་གྲངས། དོན་གཅིག། མིང་གི་རྣམ་གྲངས། Synonyms། དེ་འདྲ Synonyms མང་པོ་ཞེ་དྲག་ཡོད་ད་དེ་བྷ་ར་ཏཱ་ཁྲ་ན་ཁྲེན་ཟེར་ན་ང་རེད། ང། ང་ཚོ། I།

མཁྱེན་གྱི་མ་རེད་དེ་ཐེངས་ཁ་ཤས་གོ་གོར་བ། མའོ་ཆ་ནར་ཟུ་ཆོག་ག་ཆོག་ཟེར་ན་དཔེར་ན་བཀྲ་ཤིས་ལགས། ལགས། བཀྲ་ཤིས་ལགས་མིང་གི་ཕྱི་ལ་ལགས་ལབ་པ་ཡིན་ན་གུས་ཞབས་ཞེས་པ་མཚུངས་ཀྱི་ཡོད་རེད་བ། དེ་ནས་བཀྲ་ཤིས་ཆོག་ཟེར་ན་ལགས་ལས་ཞེ་ས་མཐོ་བ་རེད།

ཁྱེད་རང་ཚོ་ད་པའི་ཧ་རུ་ཏི་མི་ཧ་རུ།

གདོང་ལེན་བསམ་ན་གར་ནུ། གདོང་ལེན་གྱིས་བསམ་ན་གར་ཡི་སྐོར་ལས། ས་ག་ད་ག་ག་ན་རོ་གོ་ང་གོ་ང། ཨི་ཇི་ཇི་ཨེག།

གའོ་བཅའ་ཀྲིན་པོ་ཆེའི་ས་བཅད་ས་ཀ་ད་ཀ་ཀ་ཡ་ད་ཀྱ་ན་ར་ཀྱོ་ང་ཀྱུང་བ་ཡ་ད་བྱ། མ་ཡ་ལེ་ཧེར་ཅར་གར་ནུ། མ་ཡ་ལེ་ཧེར་ཅར་གར་ནུ། གའོ་ག་ན་རུ་གོ་ས་གོས་པར་ཚ།

བྱིན། བྱིན་རླབས་རེད། ད་ཡང་ངས་དེ་གིན་ཞུས་པ་ནང་བཞིན་ཚིག། ཚིག་སྡུད། Abbreviation། མང་པོ་ཞེ་དྲག་ཡོད་རེད། བ་ཡེ་ད་ཆ་གི་གུ་བྱིན་ན་བྱིན་འདི་བྱིན་རླབས་ཀྱི་བྱིན་རེད། བ་ཡེ་ད་ཆ་ཆ་གི་གུ་བྱིན་ན་བྱིན། ར་ལ་ད་ལ་བ་ས་ལབ་བྱིན་རླབས་ཅན།

It rains day and night ད་ཉིན་མཚན་མེད་པར་ཆར་བ་བབས་ཀྱི་ཡོད་རེད་པ། བྱས་ཙང་དེ་ནས་ཕ་ལས་དེ་འདྲའི་དུས་འཁྲ་གཅིག་བཞག་པ་ཡིན་ན། ཧམ་པོ་རྒྱབ་ཀྱི་ཡོད་རེད། ཨ་ནི་ཨེ་ཁ་བཏ་ཀྱོ་ཡོ་ཤང་རག་ད་ཁི་རི་སྒྲུང་རི་པོར་ཐི། ཨ་ནི་ཧམ་པོ་རྒྱབ་པ་མ་ཟད། ཚིག་རྩིས་ཀྱི་སྐྱག་པ་ཡང་བཏང་གི་རེད་ཕ་ལས་ཁང་ལ། མུ་ས་ལེ་ཨཱ་ཀི་པ་ནི་དིན་ཏིའོ། སྒྲུང་རིགས་པོ་རེ་ཀོ། མུ་ས་ལེ་ཨཱ་ཀེ་ཀོ། དེ་འདྲས་ང་ཚོ་ཟ་གི་ཡོད་རེད་ད། དེ་འདྲས་ཟས་པ་ལ་བརྟེན་ནས། ང་ཚོའི་ན་ཚ་སྔོན་འགོག་གི་ནུས་པ།

ན་ཚ་སྔོན་འགོག་གི་ནུས་པ་འདི་ཤུགས་ཆེན་པོ་ཆགས་པ་ཡིན་ས་རེད། ག་རེ་ཡིན་ཟེར་ན་སྔོན་མ་ནས་ང་ཚོ་འདི་འདྲའི་ཧམ་འབུད་བརྒྱབ་པའི་བར་ལས་འདི་འདྲའི་ད་ཚང་མ་དེ་འདྲ་ཡོང་གི་མ་རེད། ད་གཟའ་ཉི་མ་ལ་བཟོ་གི་ཡོད་པ་གཟའ་ཉི་མ་གཟའ་ཟླ་བ་གཟའ་མིག་དམར་གཟའ་ལག་པ་གཟའ་ཕུར་བུ་གཟའ་པ་སངས་གཟའ་སྤེན་པ་འདིའི་སྐབས་ལ་ཟ་བའི་སྐབས་ལ།

དེ་འདྲའི་ཁར་ཤུག་པ་རེ་ཧམ་པོ་བརྒྱབ་པའི་བ་ལས་སད་པ་དང་དེ་ནས་ཙི་ཙི་གིས་སྐྱག་པ་བཏང་ཤག་པའི་བ་ལས་དེ་འདྲའི་ཟས་གཙང་ཡིན་པ་འདྲ། ད་ང་རང་ཚོའི་ན་ཚ་སྔོན་འགོག་གི་ནུས་པ་འདི་ཤུགས་ཆེན་པོ་ཆགས་པ་ཡིན་ས་རེད། བྱས་ཙང་ང་དེ་འཛིན་གྲྭ་ཕལ་ཆེར་ཆད་མ་མྱོང I've never missed my class།

དེ་འདྲས་ད་ག་རེ་ཞུགས་པ་རེད། སྐྱུར་མོ་གཅིག་དང་མ་འཕྲད་ན་མངར་མོ་ཚང་མ་ཅང་ཅང་གིན་ད་ང་ཚོ་སྔོན་མ་དཀའ་ངལ་དེ་འདྲས་མཐོང་བར་བ་བྱས་ཙང་ད་ད་ལྟའི་གནས་སྟངས་ལ་སྐྱིད་པོ་ཞེ་དྲག་ཚོར་གི་འདུག་ད་ཆུང་དུས་སྐབས་ནས་གནས་ཚུལ་དེ་འདྲས་ཅིག་གི་སྐབས་ལ་འཚར་ལོངས་བྱུང་བ་ཡིན་ན། དམིགས་བསལ་གྱི་སྐྱིད་པོ་གང་ཡང་ཚོར་གི་མར་ག་རེ་ཡིན་ཟེར་ན། དཀའ་ངལ་མཐོང་མྱོང་ཡོད་མ་རེད་བ། བྱས་ཙང་ད་དེ་རིང་དེ་དེ་མཚམས་བཞག་གིན་རྩ་བའི་དེ་ངས་ཡུལ་མི་སློབ་ཕྲུག་ཚོ་ལ་བོད་སྐད་གསན་ཡག་གི་གོ་སྐབས་ཕུལ་ཡག་དང། ཕྱི་རྒྱལ་ཁག་ལ་བཞུགས་པའི་བོད་རིགས་སྤུན་ཟླ་ཚོ་ལ་བོད་ཡིག་སློབ་ཡག་ལས་སླ་པོ་ཡོང་ཡག། ཡིག་སྐད་སྦྱངས་པ་ཡིན་ན། དོན་དག་སེར་པོ་ཁྱེད་ཉག་གི་ཆེད་དུ་ངས་འདི་འདྲའི་བརྙན་ཐུང་འདི་འདྲ་བཟོ་གི་ཡོད། ད་གལ་སྲིད་འདི་འདྲའི་ངའི་ཧིན་དིའི་སྐད་ལ་ཧིན་དིའི་སྐད་ཆག་ཀྱོག Broken Hindi དེ་འདྲ་ལ་ངས་རྒྱལ་མོ་བླངས་པ་སོར་པོ་དེ་འདྲ་བྱས་པ་ཡིན་ན་ལྟ་མཁན་དང་མང་པོ་ཡོང་གི་ཡོད་རེད་ཡིན་ནས་ངའི་དམིགས་ཡུལ་འདི་ག་རེ་རེད་ཟེར་ན། བོད་པ་ཚང་མས་བོད་ཡིག་ཀློག་ཐུབ་པ། སློབ་གྲྭ་ལ་ཕེབས་མཁན་སློབ་ཕྲུག་ཚོས་ཡིག་སྐད་འདི་ཚོ་མཁྱེན་པ་འདི་འདྲ་བཟོ་ཡག་གི་ངས་དམིགས་ཡུལ་ཁྱད་འབྱེད་འདི་འདྲ་བཟོ་གི་ཡོད་ཨ་ནི་ཁྱེད་རང་ཚོས་གྲོགས་པོ་གྲོགས་མོ་སྤུན་མཆེད་ཚོ་ལ་འདི share it གནང་རོགས་གནང་རོགས་གནང་ག་ལེ་ག་ལེ་གཅིག་བྱས་ན་ཁོ་ཚོ་སོ་སོའི་སྐད་དང་རིག་གཞུང་ལ་དོ་སྣང་སྐྱེ་གི་རེད་གང་མང་མང as many as possible share it།